ལགས་སོ། ཨ་ནེ་ས་སྐྱ་གང་སར་བཞུགས་པའི་ཨ་ནེ་ཆོ་ག་གསུམ་གྱི་བོད་རིགས་སྤུན་ཟླ་ཡོངས་ལ་ཡང་འཚམས་འདྲི་བཀྲ་ཤིས་བདེ་ལེགས་དགོངས་ཁམས་བཟང་ཞུ་བ་ཡིན། ཐོག་མ་འདི་ལ་ཨ་ནེ་བདག་སོ། འགྲོ་བ་ཡོངས་ཀྱི་སྐྱབས་མགོན་ཐམས་ཅད་ཆེ་གཅིག་སེག་པ་ཆེན་པོ་མཆོག་ལ་ཡང་གོ་གསུམ་གོ་ཆ་སྔོན་དུ་ཕུལ་ནས། འདི་ནི་མ་ད་བཀྲ་ཤིས་ཡ་ཅེ་ག་ཡི་མི་འདུག་ད་འདི་ནི་མ་སྐད་ཆ་ཁ་ཤས་ཞུ་དགོས་བསམ་སོང་བ། ད་གཙོ་བོ་དེ།

བཅའ་འདྲི་ཞུ་ཡ་ན་བཅའ་དགོས་རུང་བ། ན། ད་ང་རང་ཚོ་གི་ཆབ་སྲིད་ཀྱི་གནས་སྟངས་དེ་ལ་ཡ་སྐད་ཆ་གང་བྱུང་མ་བྱུང་མ་བཤད་ན་བསམ་ཚོད་ཆེ། ད་བྱུང་བཤད་ཡ་གི་རྒྱུ་ཆེན་མང་པོ་དེ་བྱུང་སྟེ་ཡིན་ན་ཡང་ད་ང་རང་གི་རྒྱབ་སྐྱོར་གནང་མཁན་ལ་གོ་རེ་ང་རང་ལ་བྱམས་སྐྱོང་གནང་མཁན་ད་འདི་རྣམ་པ་ཚོ་གི་ཁག་ཅིག་གི་ཚང་མ་ཡང་མ་རེད་ཁག་ཅིག་གི་ད་སྐར་མ་ཆོས་ཁ་ཚུམ་དེ་ཨ། ཆབ་སྲིད་སྐོར་ལ་ཤེས་ར་ཤེས་ར་མ་ཤེས་ད་ལྟ་སྐབས་སུ་བབ་པའི་ཁྱོད་རང་དངོས་གཞི་འོས་བསྡུ་ལ་སླེ་ཡོད་རུང་བ།

ད་ཐོག་མ་དེ་ལ་ད་ང་རང་གིས་དེ་ནི་མ་ཤེས་པའི་བརྒྱུད་རིམ་ལ་བརྟེན་ནས་དབུས་འོས་བསྡུ་ལྷན་ཁང་གི་ད་སྒྲིག་གཞི་བརྒྱད་པའི་དབང་གིས་ང་རང་ལ་ད་ཉེས་པ་བདམས་བྱ་འདེམས་བྱེད་ད་དེ་སྔོན་དུ་མང་པོ་བྱུང་ཚར་བ། གཅིག་ལ་ཡར་ལོ་ལྔ་གཅིག་ལ་ཡར་ལོ་བརྒྱད་ད་སྨན་པ་ཏཱ་ར་ལ།

ནང་ལ་ཡང། ཨ་ནེ། ཁྲིམས་ཞིབ་པ་ཆེ་བ་ཀོང་ཡི་ཤིའང་མོ་ལ་ཆོའུ་དང། ཨ་ནེ་གཞན་གཉིས་ཀོང་བྷ་པོ་ཚིན་ལ་ཨ་ནེ་ཀོང་ཀྲའོ་ཕིང་གི་ལ་རྣམ་པ་གསུམ་ལ་འབོད་སྐུལ་བྱེད་ཡིན། གང་ཡིན་ཟེར་ན་ད་ལྟ། བལ་ཡུལ་ཆོས་འབྱོར་ཁུལ་གྱི་ཨ་ནེ་སྐུ་ཚབ་ཟེར་དགོས་རེད་སྲུང་ཚབ་ཞུ་དགོས་རེད་ད་དེ་འདྲས་བྱེད་པ་ལ་ཅིག་མ་གི་ཕས་བྱེད་ད་དང་པོ། བརྙན་འཕྲིན་ལ་མཇལ་རག་སོང། ཁྲིམས། ཁྲིམས་གཏུག་བྱེད་སྐབས་ཕས་བཤད།

ད་ལྟ་བཀག་པ་ཡིན་ཟེར་ཡི་གེ་གཅིག་ན་བཀག་པ་རེད་ང་རང་གིས་བསམ་བློ་བཏང་པ་ཡིན་ན་འདི་འཕྲོག་པ་རེད། འདི་ཇག་པ་གཅིག་ཇག་པ་རེད། དེ་འདྲའི་གཅིག་དཀའ་ངལ་འོག་ལ་ཡོད་དུས་ག་ལ་ད་ས་གནས་ཀྱི་འོས་བསྡུ། ས་གནས་ཀྱི་འོས་བསྡུ་ས་གནས་ཀྱི་འོས་བསྡུ་ད་ངས་ཧ་གོ་མེད་ཡིན་ན་ཡང་ས་གནས་ཀྱི་མི་མང་མང་པོ་ཅིག་གིས་ད་འོས་བསྡུ་ལ་ཞུ་གཏུག་བྱེད་ཅེས་མང་པོ་ཆེ་གསན་གསིལ་གནང་ཡོད་ས་མ་རེད་ད་ཁ་ཚང་གོ་ཡ་ཅིག་ལ་ཡང་འོས་བླུག་ཡ་གི་ཐོབ་ཐང་སྤྲད་ཡང་ཡང་ཕྱིར་འཐེན་བྱེད་ཤ་ས་ད་དེ་འདི་གནས་ཚུལ་གཞན་དག་ཞིག་འདུག།

ཆོས་བརྒྱུད་ཁག་གི་འོས་བླུགས་ཡ་རགས་ཡོད་མ་རེད། ཡིན་ན་ཡང་ད་ངས་གཅིག་བཤད་ཡ་གཅིག་ལ་རྣམ་པ་ཚོ་ཁག་གཅིག་གིས་གསར་འགོད་པ་ཁག་གཅིག་གིས་དེ་མཁྱེན་གྱི་མི་འདུག་ཨ་ནི་ས་གནས་གཞན་དག་ཡང་ལངས་ཞུ་དེ་བ་ས་གནས་ད་ཆོས་བརྒྱུད་ཁོ་ཆོས་བརྒྱུད་ཁོ་གཅིག་པུ་བཀག་པ་རེད་མ་ད་ས་གནས་གཞན་དག་ལ་འོས་བླུགས་ཡ་སྤྲད་འདུག་བ་དཔེར་ན་ཡང་ལངས་ཞུ་དེ་བ་སྤྲད་པ་ཡིན་ན། ད་ཆོལ་ཁའི་གི་འོས་བླུགས་ཡ་ཡོད་རེད་ཆོལ་ཁའི་འོས་བླུགས་ན་དོ་དོད་མདོ་སྨད་འུ་ཚང་གི་སྤྱི་འཐུས་གི་འོས་བླུགས་ཡ་འདུག་བཏང་ཞག་འོས་གཞི་འོས་ཤོག་འོས་ཤོག་བཏང་ཞེས་རེད་བ།

འདི་དངོས་ཡོད་གནས་ཚུལ་བྱས་ན་གནས་ཡང་དྲང་པོ་མ་རེད། ད་དེའི་འདི་ག་ལ་ད་ལྟ་ས་གནས་ད་དགོངས་ཁྲིམས་ཞིབ་ཁང་ནང་ཆེད་དུ་ཁྲིམས་ཞིབ་ཁང་ནང་ལ་པ་ལགས་ཀྱི་ཕེབས་ནས་ཁྲིམས་ཁྲིམས་གཏུགས་བྱེད་ཁ་ཕེབས་པ་རེད་ད་ཞིབ་བཤེར་གནང་དགོས་ཡ་གི་ཉི་མ་བཀག་དགོས་ཡ་རྒྱུ་མཚན་ཁོ་རང་མིན་འདུག་ངས་འདི་བློ་ཕམ་རག་གི་བྱུང་སོང་ད་ལྟ་རྫ་ཐག་གི་གནས་སྟངས་རེད་བལ་ཡུལ་ནང་ལ་དངོས་གཞི་དངོས་སྒྲུབ་ཀྱི་འོས་འགྲོ་བ་རེད་འགྲོ་ནས་གྲངས་བཤེར་བྱས་པ་རེད་འོས་བསྡུ་ལྷན་ཁང་གིས་གྲངས་བཤེར་བྱས་ནས་དངོས་གཞི་གི་འོས་མི་བཏོན་ཚར་བ་རེད།

མེ་ལོང་ནང་གི་གཟུགས་བརྙན་ལྟར་རྣམ་པ་ཚོགས་ཀྱིས་གཟིགས་དུ་ཡོད་རེད་བ། དེ་ཡི་ཞིབ་བཤེར་གནང་དགོས་ཡ་གི་དུས་ཚོད་གཏང་དགོས་ཡ་ཆ་ང་ནི་དངོས་གནས་བློ་ཕམ་པོ་ར་ཡི་བྱུང་སོང་རྫ་དག་གི་གནས་སྟངས་ཆགས་དུ་ཡོད་ད་ན་བ་ཡུལ་ནང་ད་དངོས་གཞི་གི་འོས་བསྡུ་གི་གྲངས་བཤེར་གནང་ཡ་གི་རེད་ངེས་པ་ལ་ཆགས་དུ་ཡོད་རེད་དེ་ཡིན་དེ་ག་དེ་རྫ་དག་ཅིག་རེད་བ། དེ་དེ་ག་སུ་བ་ག་ད་གཞི་མེད་གི་སྤྱོད་འཇུག་དང་སྒྲོ་ཐག་གི་ཁྱེད་ཀྱིས་ཨ་ནི་ཆེ་མཐོ་ཁྲིམས་བཤེར་གང་ན་ཁྲིམས་གཏུག་ག་ཡོང་གི་འོ་མ་བ། ཁྲིམས་ལ་ཡང་ཞུ་གཏུག་བྱེད་ཁག་ཡོང་གི་ཡོད་མ་རེད་པ་རྣམ་པ་གསུམ་ན་རྩ་ལ་བཅར་ཁག་ཡོང་གི་ཡོད་མ་རེད་པ། དངོས་ཡོད་གནས་ཚུལ་དང་བསྟུན་དེ་རེད་པ། དེ་ཡིན་དེ་ག་ལ་ཞིབ་བཤེར་གྱི་དུས་ཚོད་གང་ཅི་བཏང་དགོས་ཡིན་ན། དེ་དངོས་ཡོད་གནས་ཚུལ་རེད་འཛམ་བུ་གླིང་མིག་གིས་མིག་གིས་མིག་མིག་གིས་མངོན་སུམ་ཚད་མས་རྟོགས་དེ་རེད་ད་རྣམ་པ་ཚོ་གིས་མངོན་སུམ་ཚད་མས་རྟོགས་དེ་རེད་ད་དེ་ལ་ཞིབ་བཤེར་གྱི་དུས་ཚོད་དེ་བཏང་དགོས་ཡ་རྒྱུ་མཚན་གང་ཡིན་ན། དེ་རྩ་ཐང་གི་གནས་སྟངས་གཅིག་ལ་གཟིགས་ནས་རྩ་ཐང་གི་ལས་དོན་གནང་དགོས་ཡ་གལ་ཆེན་པོ་རེད་བསམ་གི་འདུག་དེ་འབུལ་དགོས་ཅི་ཡིན་གཉིས་ནས་ད། ཁྲིམས་བཤེར་དངོས་སྒྲུབ་ཀྱི་འོས་གཞི་དངོས་གཞི་གི་འོས་གཞི་གྲངས་བཤེར་བྱས་ཚར་བའི་རྗེས་ལ། དེ་ནས་ཡང་ཁྲིམས་དཔོན་རྣམ་པ་གསུམ་གྱིས་ལས་ཀ་བྱེད་ཡ་ག་རེ་ཡོད་རེད་ཕྱག་ལས་གནང་ཡ་ག་རེ་ཡོད་རེད། དེ་འདྲ་ཁྲིམས་ལ་གཏུགས་དགོས་ཡ་དོན་དག་གཙོ་བོ་དེ། བལ་ཡུལ་ཆོས་འབྱོར་ཁུ་ལུ་ལ་བོད་ཆོལ་ཁ་གསུམ་ལ་ཡ་དངོས་གཞི་གི་འོས་འཕངས་ཡ་གི་དམངས་གཙོ་དེ་རག་མ་སོང་དམངས་གཙོ་དེ་འཕྲོག་སོང། ཆུ་རྒྱུག་ཁག་ལ་དམངས་གཙོ་རག་མ་སོགས་དངོས་གཞི་འོས་བླུ་ཡང་དམངས་གཙོ་ཐོབ་ཐང་རག་མ་སོགས་བཀག་སོང། འདི་དྲང་བདེན་མ་རེད། འདི་དེ་འདྲས་ཀྱི་དོན་དག་ལ་དྲང་བདེན་ཅིག་ཡིན་པ་མ་ཡིན་པ་ཅིག་ཆེད་དུ་འདི་ཁྲིམས་གཏུག་པ་ཡིན་དགོས་རེད་བ། འདི་དངོས་གནས་ཁྲིམས་ཞིབ་བཤེར་གནང་དགོས་ཡ་ཅིག་གལ་ཆེན་པོ་ཞིག་མཐོང་སོང་ངོ། འདི་ང་ཞིབ་བཤེར་ཅིག་ཉི་མ་ཁ་ཤས་ཀྱི་དགོས་ཡ་དེ་ང་འདི་ལྟ་ཐབས་སྐྱོ་པོ་ཞིག་མཐོང་སོང་སེམས་པ་ཕངས་པོ་རེད་བྱུང་སོང་དངོས་གནས་ད་ནས། རེད་པ། ད་མཐོན་པོའི་རྣམ་པ་གསུམ་ནི་ཨ་ཡོད་ནང་གི་ད་ཡོད་སྒོ་ང་ནང་གི་གསེར་རི་མི་རྩེ་གྲ་གསུམ་འཕེལ་ཡོད་རེད་པ། ཡིད་ཆེས་བློས་འགེལ་བྱེད་ས་གསུམ་འཕེལ་ཡོད་རེད། དེ་འདྲའི་རྗེས་འདེད་འགའ་ལ་དངོས་གནས་དགོངས་པ་རྒྱ་ཆེན་པོ་བཞེས་དགོས་རྫ་བྲག་གི་གནས་སྟངས་ལ་བལྟས་ནས་རྫ་བྲག་གི་ཕྱག་ལས་གནང་དགོས་པ་གལ་ཆེན་པོ་གཅིག་རེད། སྤྱི་བཏང་ནི་ད་སུའུ་མུ་དཀྲོལ་ཟེར་ཡ་དེ་ཡོད་མ་རེད་སུའུ་མུ་དཀྲོལ་ཡོད་ན་རྣམ་པ་ཚུགས་གཅིག་གནང་ཡོད་རེད་པ། ཁ་ཡག་པོ་ཅིག་གནང་ཡོད་མ་རེད་ད་ཁྲིམས་གཏུག་ག་གླས་སོང་ན། ཁྲིམས་ཞུ་གཏུག་བྱེད་ག་གླས་སོང་ན་ད་དེ་ལ་དགོངས་པ་རྒྱ་ཆེན་པོ་བཞེས་ནས་རྫ་བྲག་གི་གནས་སྟངས་རེད་འདུག་དང་མི་འདུག། འདི་ལ་དགོངས་པ་བཞེས་དགོས་རོགས། རྒྱ་གར་ནང་དུ་འདྲ་བ་ཡིན་ནོ་ད་དཔེར་ན་ང་ཚོ་འདྲ་བོ་བྱེད་ན། རྒྱ་གར་ནང་དེ་ཡོད་རེད་ད་མང་པོ་ཞིག་མཐོང་དེ་ཡོད་རེད། ཨ་ནི་དཔེར་ན་ཁང་པ་རེ་ཅིག་བརྒྱབ་པ་ཡིན་ན་ཁང་པ་ཐོག་རྩ་དྲུག་བདུན་བརྒྱབ་ཚར་བ་ཆེ་འདི་ལ་ཨ་ནི་ད། སྤུན་ཆ་ནང་ཚུན་མ་མཐུན་པའི་དབང་གིས་ད་དེ་ཁང་པ་དེ་ཅོ་ཅོ་གི་བརྒྱབ་པ་རེད་དེ་ཅོ་ཅོ་གི་མིང་ཐོག་ལ་བརྒྱབ་གི་འདུག་འདི་ང་ཚོ་ཕག་གི་ས་ཆ་རེད་ཕག་གི་ཁང་པ་རེད་ང་ཚོ་ཚང་མ་ལ་ཐོབ་ཐང་དགོས་ཡོད་ང་ཚོ་ལ་སྤྲད་མ་སོང་ངས་ཅོ་ཅོ་གི་མ་རབས་བྱས་ནས་རྒྱབ་གི་འདུག་ཟེར་ནས་ཁྲིམས་ལ་གཏུགས་པ་ཡིན་ན་ཀུར་ལ་གཏུགས་པ་ཡིན་ན། ཀུར་གྱི action གླེང་གི་གདའ། ཁང་པ་དེ་རྒྱབ་བཅུག་གི་མ་རེད། རྒྱ་བལ་ལ་བཀག་གི་རེད་ཐ་ན་གསར་པ་གཅིག་བསྣོན་པའི་རྒྱབ་བཅུག་གི་མ་རེད་གསར་པ་གཅིག་བསྐོ་བཅུག་གི་མ་རེད། འདི་རེད། ཁྲིམས་ཀྱི་དབང་བསྒྱུར་ཟེར་ཡ་དེ་དངོས་གནས་ཁྲིམས་ཀྱི་དབང་བསྒྱུར་ལ་ཡ་དེ་དཔེ་གལ་ཆེན་པོ་ཅིག་མཐོང་གི་འདུག་ང་ཚོ་ཚང་མ་ཁྲིམས་ཀྱི་འོག་ལ་བསྡད་ནས་ལས་ཀ་བྱེད་དགོས་རེད་བ།

བོད་རིགས་སྤུན་ཟླ་ཡོངས་ལ་བསམ་བློ་བཏང་རྗེས་བོད་སྤྱི་པ་ལ་བསམ་བཏང་ནས་ཞུ་གི་ང་མི་གཅིག་ལ་འཕྲོ་ན་འཕྲོ་གོ་ང་རང་གི་ནུ་ཐིམ་རྒྱལ་ཚ་རྣམ་པ་ཚོ་གི་ང་ལ་དེ་འདྲ་ཞིག་གནང་གི་ཡོད་རེད་ད་ལོ་ལྔ་གནང་ན་གནང་ལོ་བརྒྱད་གནང་ན་གནང་མ་ཤི་བར་དུ་གནང་ན་གནང་མི་ཚེ་འཁོར་ར་རེད་བ་ད་ལོ་དྲུག་ཅུ་སུམ་ཆ་རེད་ད་ག་ཚད་ཅིག་བསྡད་ཀྱི་ཡོད་འདུག་རེད་བ་བརྒྱ་ཅུ་ཡིན་ན་ལོ་ཉི་ཤུ་སུམ་བསྡད་ཡོད་མ་རེད་ཨོ་ཁེ་འདི་ལོ་ཉི་ཤུ་ཚང་མ་འཕྲོ་ན་འཕྲོ་ང་བརྗོད་པ་སྤུ་ཙམ་ཅིག་མེད་བློ་ཕམ་སྤུ་ཙམ་ཅིག་མེད་ང་ང་རང་དོན་དག་ལྟོ་གོས་དོན་དག་ལ་སྐད་རྒྱག་གི་མེད། དངོས་གནས་ད་ནས་རྒྱ་བ་རོམ་གྱི་སྐྱབས་ཆེ་ང་རང་ཚོ་གི་གནམ་འདི་འོག་ལ་ཡང་བཀའ་དྲིན་ཆེ་ཤོས་རྒྱ་བ་རོམ་གྱི་ཐམས་ཅད་ཅན་གྱི་གཟིགས་པ་ཆེན་པོ་ཁོང་ལས་ལྷག་ག་ཡོད་མ་རེད་ཁོང་གི་བཀའ་བཞི་ལ་བཞག་ནས་འགྲོ་ཐུབ་ཡ་ཆེད་ཁོང་ལ་བློ་ཕམ་མ་ཡོང་ཡ་ཆེད་དང་ཁོང་ལ་འཚེ་མེད་གཞོན་སྐྱེས་ཀྱི་མི་དེ་ཚོ་ཡ་མ་ཡོང་ཡ་ཆེད་དུ་ངས་དེ་ཤུགས་རྒྱག་གི་རེད་ཤུགས་རྒྱག་ཡ་རེད་རྒྱག་གི་རེད་སྤྱི་ཚོགས་དྲ་རྒྱ་ནང་ལ་ཡ་ཐང་ཤོད།

འོས་བླུགས་ཡས་ཀྱི་ཐོབ་ཐང་ཡོད་མ་རེད་ལངས་ཡས་ཀྱི་ཐོབ་ཐང་ཡོད་རེད་བ་དམངས་གཙོ་གི་གསོལ་རས་གནང་ཡོད་རེད་བ་དམངས་གཙོ་དེ་རྒྱ་རོམ་ཅིག་གི་གསོལ་རས་གནང་བ་རེད་བ་དེ་འདི་ག་དེ་འདྲས་ཅིག་ཐོབ་ཐང་ཡོད་རེད་ཡོད་བ་འདི་བེད་སྤྱོད་སྟངས་ཆེ་ཡིན་གཅིག་མིན་གཅིག་ཆོས་རྒྱུད་སྤྱི་འཐུས་ལ་གྲ་པ་ཡིན་དགོས་བ་དང་དགེ་བཤེས་ཡིན་དགོས་བ་དང་བླ་མ་ཡིན་དགོས་བ་དང་མཁན་པོ་ཡིན་དགོས་བའི་ཆ་པ་ག་བ་ལ་ཡོད་མ་རེད་ཁྲིམས་ག་བ་ལ་ཡོད་མ་རེད་དེ་ཡིན་འདི་ག་ང་ཚོ་མི་ཆ་ལངས་ཆོག་ཡོད་རེད་ལངས་ཆོག་གི་ཡོད་རེད་འདི་བེད་སྤྱོད་སྟངས་ཆེ་མ་འོངས་པར་སྐབས་བཅོ་བརྒྱད་པའི་དེ་ནང་ལ་ཡང་དང་དག་གིས་སྐབས་བཅོ་ལྔ་བཅུ་དྲུག་བཅུ་བདུན་གྱི་སྤྱི་འཐུས་ཆོས་བརྒྱུད་བཅུ་དྲུག་འདྲ་བོ་དེ་འདྲ་ཕན་མ་གོ་བ་བྱེད། དེ་འདྲ་བྱེད་མ་ཕན་ན། ཨ་ནི་ང་དང་ང་བཞིན་མི་ཕལ་པ་དེ་ཚོ་ལ་ཡང་ཁྱིམ་པ་སུམ་བརྒྱད་ཀྱི་ལས་ངན་པ་ས་ཡ་གི་རྒྱུ་དེ་བཀག་ཐུབ་ཀྱི་འདུག་ཨ་ས་མས་ཅིག་འདི་འདྲ་བྱེད་བཀག་ཐུབ་ཆེད་ཅིག་བྱེད་ཐུབ་ང་རང་ང་རང་མ་དོན་ཅིག་རྒྱ་ཕྲ་ཕུ་ཕྲ་བྱེད་པ་ཡིན་ལས་བྱེད་ཟུར་པ་དེ་ཚོ་ཡིན་ན་ད་ཟུར་པ་ཆགས་ཚར་རེད་ཟེར་ལྷོད་ལྷོད་ཅིག་མི་ཚེ་ཁོ་རང་གཞུང་གི་ཞབས་ཕྱི་ཞུ་ཡིན་ཟེར་ལྷོད་ལྷོད་ཅིག་མ་བསྡད་པ་བྱེད།

ཡོད་མ་རེད་བ་ཡུལ་ནང་ལ་བཀག་ཚར་བ་རེད་དེ་བ། བློ་ཕམ་རེད་དེ། རྒྱ་ནག་དམར་གཞུང་གིས་བྱེད་མ་ཐུབ་པའི་ད་ལྟ་སྐབས་སུ་བབས་པའི་ང་རང་ཚོ་དབུས་བོད་མིའི་སྒྲིག་འཛུགས་ནང་ལ་རང་དབང་ཅན་གྱི་སྡེ་ཚན་གཅིག་གི་ནང་གི་དབུས་བོད་དོན་ལྷན་ཁང་གི་འགན་འཛིན་སྤྱི་ཁྱབ་འགན་འཛིན་བློ་བཟང་ཡེ་ཤེས་མཆོག་དང་ལེགས་པར་ཚེ་གཡུ་སྒྲོན་ཨ་ཅེ་ནང་སེ་ལགས་ཀྱིས་གནང་རྒྱུ་རེད་དེ་རྒྱ་ནག་དམར་གཞུང་གིས་བྱེད་མ་ཐུབ་པ་བློ་ཕམ་གྱི་གནས་གནས་ཚུལ་ཅིག་རེད་དེ། དེ་དངོས་གནས་རྒྱ་ནག་དམར་གཞུང་དགའ་དགོས་ཡ་ཞིག་དགྲ་དགའ་གཉིས་འདུག་ཟེར་ཡ་དེ་ལས་ཀ་འདི།

དབུས་འོས་བསྡུ་གི་ལས་རིམ་གྱི་འགྲོ་བསྡད་པའི་སྐབས་ལ་ཡང་རྩ་དབུས་བསྡུའི་སྤྱི་ཁྱབ་འགན་འཛིན་གྱིས་འོས་བསྡུའི་འོས་བསྡུ་གི་སྤྱི་ཁྱབ་འགན་འཛིན་བློ་བཟང་ཞི་ལགས་མཆོག་དང་ལས་འཕར་གཉིས་ཕར་བཅར་དགོས་བའི་དོན་དག་གང་ཡིན་ནམ། མངའ་སྡེ་ལ་དོགས་པ་ཤུགས་ཆེན་པོ་ཞེ་བོ་ཅིག་སླེབས་ཡོང་དུས་ཕར་གང་ཅན་བཅར་དགོས་རེད། ཨ་དབུས་འོས་བསྡུ་གི་འགན་འཛིན་རེད། མཐའ་དོན་འོས་བསྡུ་གི་ལས་གཞི་འགྲོ་བསྡད་རེད་ཁོ་རང་ལ་དབང་ཆ་ཐོབ་ཐང་ཚང་མ་ཡོད་རེད། དཔེར་ན་ཁ་སང་སྤྱི་འཐུས་ངས་སྔོན་དུ་ཞུས་པ་ནང་བཞིན་རེད་ཆུ་ཆུ་སྤྱི་འཐུས་གསུམ་རེད་བཞི་ཡིན་ན་གཅིག་གིས་དགག་པ་རྒྱག་པ་རེད།

ད་ལྟའི་བཀའ་ཆ་སྤྱི་འཐུས་ལྷན་ཚོགས་ནང་ལ་ད་ལྟ་ཕྱི་སྔོན་དུ་ཞུས་པ་ནང་བཞིན་རེད་ཆོས་རྒྱུད་སྤྱི་འཐུས་བཞི་རེད་གསུམ་རེད་མདོ་སྟོད་སྤྱི་འཐུས་གཉིས་ཀྱིས་དགག་པ་བྱས་པ་རེད། རེད་བ། དགག་པ་བྱས་པ་རེད། ཁོ་རང་ཚོ་གི་ད་དགག་པ་བྱས་རྒྱུ་མཚན་དེ་གཅིག་རེད་ད། སྔོན་འགྲོ་གི་འོས་གཞི་ལ་གྲངས་བཤེར་བྱེད་བྱེད་སྐབས་ཡིན་ན་རེད་དེ་དེ་ག་ལ་ཟུར་དཔང་ཟེར་གི་འདུག་བ་ཟུར་དཔང་དེ་བོད་མི་མང་གི་སྤྱི་འཐུས་ལྷན་ཚོགས་ནང་ལ་ཡོད་ས་རེད་བ་རྒྱུན་ལས་ཡོད་ས་རེད་བ།

སྤྱི་འཐུས་སྔོན་འགྲོ་རྣམས་ལ་དངོས་གཞི་རྣམས་གླས་ཡོད་དོ་པ། འདི་ཡིན་འདི་གལ་ལྟ། དངོས་གཞི་གི་འོས་བསྡུ་དང་འབྲེལ་བའི་ཨ་འདི་འདི་འདྲའི་བཀའ་མི་གནང་ཆོག་གི་ཡོད་ན་མེད་ན། དངོས་གནས་འདི་དབུས་འོས་བསྡུ་གི་ཁྲིམས་བྱས་ཡོད་པ། འདི་ཡག་པོ་བྱས་ཅེས་བྱས་ཡོད་པ། འདི་བཅས་ཡག་པོ་བྱས་ཡོད་པ་འདི་ཐོབ་ཐང་ཡོད་ན། ངའི་བསམ་པ་ལ་ང་ལ་དོགས་པ་དོགས་པ་གཉིས་ང་ལ་གླས་ཀྱི་འདུག།

བ། དེ་འབྲེལ་གྱི་ཐོབ་ཐང་ཁོ་རང་ཚོ་ལ་ཡོད་པ། ད་འདི་ཐོབ་ཐང་ཡོད་པ་དེ་དབུས་འོས་བསྡུའི་སྤྱི་ཁྱབ་འགན་འཛིན་དང་ཡེ་ཤེས་བློ་བཟང་ཡེ་ཤེས་དང་ཨ་ནེ་ད་འདྲ་ཨ་ཅག་ནང་སོག་དང་ལེ་བྷར་གཉིས་ལ་ཡང་ད་ལེ་བྷར་གཉིས་ལ་ཡང་འཇིགས་སྐུལ་བྱས་མེད་དོ་བསམ་སོང་འཇིགས་སྐུལ་ཞེ་ནང་སྤྲད་མེད་དོ་བསམ་སོང་ཞེ་ནང་བཀོད་མེད་དོ་བསམ་སོང་ད་ད་ལན་ཡག་པོ་མ་བྱེད་ན་དངོས་གནས་ཁྱོད་རང་ཚོའི་འོས་དེ་བལ་ཡུལ་གྱི་འདི་འོས་དེ་ཡག་པོ་བྱེད་མི་འདུག་བཀག་གི་ཡོད་མ་བཀག་ག་བྱེད་ད་རྗེས་མ་སྐབས་བཅོ་བརྒྱད་པའི་སྤྱི་འཐུས་དེ་ལ་དངོས་གནས་ད་ནི་ཁྱོད་རང

མི་ལ་དམ་བཅའ་འདེམས་བྱེད་ལུག་ལྔ་བརྒྱའི་ཐོག་ཐུག་གི་འདུག་བ། བ། ཕ་ཡུལ་ན་འོད་དཀར་ཐུག་གི་འདུག་བ། ད་ངས་དཀར་ཟེར་གི་འོད་ད་ངས་དཀར་ཟེར་དཀར་དེ་ཡི་གེ་ནང་རེད་བཀག་པ། བ། ངས་ང་རང་གི་སེམས་བཏང་པ་ཡིན་ན་འཕྲོག་བཅོམ་པ་ཟེར་གི་ཡོད། ཕ་ཡུལ་ནང་གི་འོད་ཤོག། རྡོའི་དབུས་ཁམས་གསུམ་གྱི་འོད་ཤོག། ཆུ་རྒྱུན་ཆེན་པོ་བཞི་དང་གཡུང་དྲུང་བོན་ཅན་གྱི་འོད་ཤོག། འཕྲོག་པ་ཟེར་གི་ཡོད་བཅོམ་པ་ཟེར་གི་ཡོད་ཇག་པ་བརྒྱབ་པ་རེད་ཟེར་གི་ཡོད།

བོད་སྤྱི་པ་ལ་བཀའ་དྲིན་བསམ་གྱིས་མི་ཁྱབ་པ་ཡིན་པ་བྱིན་ངེས། དེ་འདྲའི་ཆེས་མཐོ་པོ་བྱ་དགོས། རེད་བ། ད་ད་ལྟ་སྐབས་སུ་བབས་པའི་དབུས་ཧུར་ཐུག་གི་འགན་འཛིན་དང་འགན་འཛིན་ལས་རོགས་ཀྱི་གནང་བ་དེ་གནང་བ་རེད། ད་ཨ་ཅེ་ནང་སེ་ལ་འདྲ་བོ་བྱིན་ངེས་སྔོན་དུ་ཞུས་པ་ནི་ལས་བྱེད་ཟུར་བ་ཅིག་རེད། ངས་ཁ་ཚ་བསམ་བློ་ན་ག་རེ་ཡོད་ཟེར་ན། ཨ། ཁོ་རང་ཉིད་ཕྱོགས་གཅིག་ལ་ལྷུང་བ་འདྲ་བོ་ཅིག་ཡིན་ན་ཡང། ཨ་ཅེ་ནང་སེ་ལ་ཕྱོགས་གཅིག་ལ་ངས་ལྷུང་གི་མ་རེད་བསམ་ནས། ང་རང་གི་བསམ་བློ་ན་དེ་ཡོད། ཏག་འུ་ཐུག་སུ་ན་ཨ་ཅག་ནང་ས་ལ་དགོངས་པ་ཞུ་མདོག་ཁ་བོ་རེད་དགོངས་པ་ཞུ་པ་ཡིན་ན་ཨ་ནི་ཞུ་དགོས་པའི་རྒྱུ་མཚན་དེ་གསར་གོ་ས་ག་གསར་གོ་གསལ་བསྒྲགས་གནང་དགོས་ཡ་གལ་ཆེན་པོ་རེད་དེས་ན་དེའི་རྗེས་ལ་ཨ་ནི་ཆེ་ཆུ་དང་ཆུ་འོ་མ་དང་འོ་མ་གཙང་པོ་ཆགས་ཀྱི་རེད་བསམ་ང་རེ་བ་དེ་འདྲས་ཅེས་བསམ་བསྡད་ཡོད་པ་མི་འདུག་བ་ཨ་ཅག་ནང་ས་ལ་ཡི་དངོས་གནས་དྲ་ནས་ཁོང་ཚོ་ལྷུང་ས་ལ་ཨ་ཅག་ནང་ས་ཡི་ལྷུང་བཞག་གི་འདུག་བ་ཁོང་ཚོ་འགྲོ་ས་དེ་ལ་ཡ་དབྱངས་ཡོད་པ་ཧ་གོ་གོ་གོ་གི་ཁོང་ཚོ་མཉམ་དུ་འགྲོ་འགྲོ་པ་ཡིན་ན།

ད་ངས་ལོ་དྲུག་ཅུ་རེའི་སྔ་འདི་འདྲས་ཅིག་དཀའ་ལས་བརྒྱབ་ཅིང་ཧྲ་ཏག་ཏག་དབུས་བོད་མིའི་སྒྲིག་འཛུགས་ནང་དམངས་གཙོ་ཀ་བ་གསུམ་དེ་ཧྲ་ཏག་ཏག་ཅིག་བཟོས་བཞག་ཡོད་ངས་བསླབ་གྲྭ་བཙུགས་བཞག་ཡོད་ངས་དགོན་པ་བཙུགས་བཞག་ཡོད་ད་འདི་ན་སློབ་སྦྱོང་སྦྱང་ཅིག་ཡག་ཐོན་ཡོད་འདུག་ལས་ཀ་བྱེད་རན་འདུག་ང་ལ་བཀའ་དྲིན་རྗེས་དྲིན་བྱེད་རན་འདུག་ག་ལ་ང་དང། ལྡོག་སྟེ། ངས་བསམ་བློ་དང་ལྡོག་སྟེ་ལས་ཀ་བྱེད་ཀྱི་འདུག། ང་ལ་ཅི་ཞིག་ཡ་མེད་བཏང་གི་འདུག་རྩིས་མེད་བཏང་གི་འདུག་ས་དགོངས་པ་བཞེས་ཡག་གི་ཉེན་ཁ་གང་སླེབས་ཡོད་རེད་ད། དགོངས་པ་དངོས་གནས་ཐུགས་ཕམ་བྱུང་ཡོད་རེད་ད། དེ་འདྲའི་ཅིག་ཐུགས་ཕམ་བྱུང་ཡོད་ན་ཨ་ཅེ་ནང་སེ་ལ་འདྲ་པོ་བྱས་ན་ད་དངོས་གནས་དགུང་ལོ་ཆེན་པོ་རེད་བ། ང་དྲུག་ཅུ་བརྒལ་ཚར་རེད། དྲུག་ཅུ་ཡིན་དུས་གསུམ་ཆ་དེ་ག་ལ། ཧ་ལས་ལོ་བརྒྱ་ཅུ་དེ་ནི་ལོ་ཉི་ཤུ་རེད་ལོ་ཉི་ཤུ་འདུག་འགྲོ་ཞེས་རེད།

ཁོང་ཁོང་ཁྲོ་གཅིག་གིས་ངན་སོང་ལྟུང་བར་བྱེད་ཀྱི་རེད་ཟེར་ཡག་ཡོད་རེད། སངས་རྒྱས་པ་ལ་མངོན་དུ་ཕྱོགས་པའི་ད་སྐར་མ་གཅིག་གཉིས་མེད་ད་མེད་ན་སངས་རྒྱས་པ་ལ་མངོན་དུ་ཕྱོགས་པའི་སྐར་མ་གཅིག་ངེས་ཅན་མེད་ན་དེ་འདྲའི་གི་བྱང་ཆུབ་སེམས་དཔའ་དངོས་གནས་བསམ་གྱིས་མི་ཁྱབ་པ་ཁོང་ཁྲོ་གཅིག་གིས་ངན་སོང་ལྟུང་བར་བྱེད་སངས་རྒྱས་ལ་མ་ད་ངན་སོང་ལྷུང་གི་རེད་གསུང་བ་རེད། དེ་རེད་ད་དེ་མི་ཚེ་ཁོ་རང་ལས་ཀ་བྱེད་ཅེས་སེམས་པ་རྣམས་དང་ལས་ཀ་བྱེད་ད་དེ་འདྲ་ཕྱོགས་གཅིག་ལ་ལྷུང་དགོས་བ་རེད་དེ་ཕ་ཡུལ་ན་ཡང་གི་འོས་དཀའ་ཡ་དེ།

སྔོན་ནས་ཚེ་འདས་ཀྱི་ངེད་ཀྱི་སྐྱབས་མགོན་ཐམས་ཅད་ཅན་གྱི་གཟིགས་པ་ཆེན་པོ་མཆོག་ཐུགས་ཕམ་མ་བྱུང་བ་ཡིན་ཞེས་དང། ཁོང་ལ་ཡང་ཨ་ནི་དངོས་ཤུགས་གང་རུང་ལ་འཚེ་མེད་ཞུ་མཁན་དེ་ཚོས་ཡ་མ་བསླད་ཡ་བྱེད་དོ། ང་དང་ང་བཞིན་མི་ཕལ་པ་དེ་ཚོ་ཡར་ལངས་ཤོགས། སྤྱི་འཐུས་ན་ཡར་ལངས་ཤོགས་སྐད་རྒྱག་མཁན་ང་ཡིན་ཟེར་མཁན་དང་པོ་ལགས་སོ། སྐུ་རླུང་ད་ག་རང་ཡིན།

འཁྲུངས་སྐར་སྲུང་བརྩི་ཞུས་པ་ཡིན་ན་གུང་ལོ་དགུ་བཅུ་གོ་གཅིག་ལ་ཕེབས་འགྲོ་དགོས་པ་རེད། དེ་འདྲའི་ཞིག་བཀའ་དྲིན་ཆེན་པོ་ད་གུང་ལོ་ཡ་ཡ་ཡ་འབྲས་བུ་གི་རྣམ་པ་ཞིག་གོ་རེད། འབྲས་བུ་ལ་ཕེབས་དུས་ཀ་ལ་ཐུགས་ལྷོད་ལྷོད་ཅིག་བཞུགས་བཅུག་ད། ད་དུང་ཡིན་ན་ཉི་མ་ལ་ག་ཚོད་མཇལ་ཁ་བཏང་གནང་ཡོད་དོ་མི་སུམ་བརྒྱ་ཡ་བརྒྱད་བཅུ་འདི་འདྲའི་ཉིན་རྟགས་རེ་ཞིག་མཇལ་ཁ་བཏང་གནང་ཡོད་དོ་བ།

སྤྱི་ཁྱབ་འགན་འཛིན་བློ་བཟང་ཡེ་ཤེས་ལགས་དང་ཨ་ནེ་ལས་རོགས་གནང་ས་ཨ་ཅེ་གནང་ས་ལགས་དང་ཚེ་ཡུས་ཀྲེང་ལགས་རྒྱ་ནག་གཞུང་གིས་བརྙན་པར་སྤྲད་མདོག་ག་བོ་རེད། ཉིན་པ་ཁ་ཤས་ཁྱེད་ལ་བརྙན་པར་རག་མདོག་ག་བོ་རེད་འདི་འོས་གཞིར་ཆགས་སོང་ན། ང་ནི་དངོས་གནས་ད་ནས་འོས་གཞིའི་གྲངས་བཤེར་དངོས་གཞི་གི་འོས་གཞིའི་གྲངས་བཤེར་བྱས་སོང་ན་སུ་སྤྱི་འཐུས་སླེབས་པ་ནི་ང་ངོ་ལེན་མེད་ད། ཕྱི་རྒྱལ་ཡུལ་གྲུ་ཁག་གི་སྤྱི་འཐུས་ལྔ་དེ་ལ་སུ་གཅིག་ལ་དཀའ་ངལ་ཡོད་མ་རེད། རྙོག་དྲ་ཡོད་མ་རེད། ད་རྒྱ་གར་ནང་ལ་རེད། རྒྱ་གར་ནང་ལ་གྲངས་བཤེར་བྱས་པ་འདི་ངོ་ལེན་མེད་ད། རྣམ་པ་སོགས་ངོ་ལེན་ཡོད་ན་གནང་རོགས་ཞེས་ངའང་ངོ་ལེན་མེད་དཀོན་མཆོག། མདོ་སྡེའི་ཆོས་སྐོར་གྱི་སྤྱི་འཐུས་ལའང་ངོ་ལེན་མེད། མདོ་སྨད་ཆོས་སྐོར་གྱི་སྤྱི་འཐུས་ལའང་ངོ་ལེན་མེད་དབུས་གཙང་ཆོས་སྐོར་གྱི་སྤྱི་འཐུས་ལའང་ངོ་ལེན་མེད་ཆོས་ཕྱུག་ཁག་གི་བཀའ་བརྒྱུད་རྙིང་མ་ས་སྐྱ་བོན་པོ་དགེ་ལུགས། ངོ་ལེན་ཁོ་ར་མེད་དོ། གང་ཡིན་ཟེར་ན་དངོས་གཞིའི་འོས་ཁོ་ར་དྲང་བདེན་ཆགས་ཡོད་མ་རེད། ཨ་ནི་འདེམས་ཐོན་སྤྱི་འཐུས་བྱུང་པ་ཡིན་ན་སུའི་ངོ་ལེན་བྱེད་ཀྱི་རེད། འཛམ་བུ་གླིང་འདི་ནང་ལ་ད་འོད་ཀྱི་འགྲོ་ལུགས་འགྲོ་སྟངས་མང་པོ་ཞིག་ཡོད་ར་དཔེར་ན་ཁ་ཚང་རྒྱ་གར་ན་ཀལ་ཀབ་ཏ་སྦན་གྷལ་ལ་ཡང་འོད་འགྲོ་ཚར་ཚར་རེད་རྙོག་གླིང་སྟེང་སོ་ལྷག་ཆོས་དེ་ཚོ་ཡང་ཡང་བསྐྱར་འོད་བླུགས་བཅུག་གི་འདུག་བ་དེ་ཚོ་དཀའ་ཆེ། ཡོད་རེད་བ་དེ་ཚོ་དཀའ་ཡག་འདུག་བ། གྲངས་བཤེར་དཀའ་ཡག་ཡོད་རེད་བ། ད་དངོས་གནས་ཕྱི་ནས་ཁྲིམས་མངོན་དུ་ཞུས་པ་ན་ཤི་རི་ངས་རྒྱ་གར་ནང་ལའི་ཁྲིམས་གཏུགས་པ་ནི་ཁང་པ་གཅིག་ལ་རྙོག་དྲ་ཡོད་ན་ཁང་པ་དེ་རྒྱབ་བཅུག་གི་མ་རེད། གསར་པ་གཅིག་གིས་ནས་བརྐོ་བཅུག་གི་མ་རེད་གསར་པ་གཅིག་གིས་ནས་སྣུམ་པས་རྒྱབ་བཅུག་གི་མ་རེད་རྒྱ་གར་གྱི་ཁྲིམས་ནང། ང་ཚོར་རྒྱ་གར་ཁྲིམས་ཞིབ་ཁང་ཡོད་རེད་པ། རྒྱ་གར་མི་ཚོས་དགོངས་པ་རྒྱ་ཆེན་པོ་བཞེས་རྗེས་ཆེད་དུ་ཁྲིམས་ཞིབ་ཁང་ཞིག་བཙུགས་གནང་བ་རེད་པ། ད་འདི་ལ་ཡང་དཀོན་མཆོག་སུ་རྙོག་དྲ་ད་ཕ་ཡུལ་ནང་ལ་རྙོག་དྲ་དེ་འཛམ་བུ་གླིང་མིག་གིས་མངོན་སུམ་ཚད་མས་རྟོགས་བསྡད་ཡོད་རེད་ཁྲིམས་ཞིབ་ཁང་རྣམ་པ་གསུམ་གིས།

ཁ་ཅིག་ལ་དགེ་རྒན་ལ་ཡི་དྲུག་བཅུ། དྲུག་ལྔ་དེ་འདྲ་ཡོད་ཅུ་ཡོད་རེད། དཔེར་ན་ང་སེར་རར་འགྲོ་དུས་ག་ལ་ང་བྱང་ཤིང་ལ་དྲེག་དགུ་མ་ང་ཤོག་ཐོག་ལ་བབས་ཚར་ལ་ཤོག་གུ་ན་དྲེག་དུས་ག་ལ། ང་ཚོ་འཛིན་གྲྭ་ན་སྤུ་གུ་བཅོ་ལྔ་བཅུ་བཅོ་ལྔ་ཞིག་ཚང་མ་དགེ་རྒན་གཅིག་ལ་ཡིག་གཟུགས་གཏན་འགའ་འགྲོ། ཚུགས་རིང་ཚུགས་ཐུང་ཡིག་ཆུང་ཤུགས་ཐུང་ན

ཁྲིམས་གཙང་མ་ལ་ཉེས་པ་གཏང་གི་མ་རེད་བ། འདུ་ལུང་ཐུགས་སྟངས་འདི་རེད་བ་གཅིག་པོ་གཅིག་རྐྱང་རེད་བ། ད་ལྟ་དབུས་སྟོད་དབུས་འོས་སྟོད་ཀྱི་འགན་འཛིན་གྱི་བྱེད་སྟངས་འདི་དག་དངོས་གནས་ཡ་ཡུ་ཐབས་སྐྱོ་བ་རེད་བ། བསམ་བློ་གཏང་མ་ཤེས་བ་ཞིག། དངོས་གནས་འདི་འདྲས་དག་ཁོང་ཚོ་བསམ་བློ་འཁོར་གྱི་ཡོད་རེད། འཁོར་གྱི་ཡོད་རེད། དོན་དག་རྟོགས་གི་ཡོད་རེད་ནོར་བ་དོན་དག་རྟོགས་གི་ཡོད་རེད་དེ་ནི་བྱེད་བྱེད་ཡ་ཞིག་དག་ཡོད་མ་རེད། གང་ཡིན་ཟེར་ན་ད་འདི་ངེད་ལ་ཟུར་དཔང་ལ་ཡ་ཆོས་རྒྱུད་སྤྱི་འཐུས།

ཁྲིམས་དང་འགལ་བའི་ཚད་ལ་བརྒལ་བ། མི་མང་པོ་ཅིག་ལ་ཡང་སེམས་ནང་ལ་སྡུག་བསྔལ་མང་པོ་ཅིག་བསྐྲུན་ཡོད་རེད། བལ་ཡུལ་ནང་གི་མི་མང་པོ་ཅིག་ལ་ཁ་ཤས་སྙིང་རྗེ་ཟ་ན་བཅོས་མི་འདུག་མགོ་ཟླ་ངས་གཉིད་ཁུག་མི་འདུག་ཟེར་ཡ་དེ་འདྲ་ཟེར་གྱི་འདུག་བ། དངོས་གནས་ད་ནི་དབུས་འོས་བསྡུ་གི་འགན་འཛིན་དང་འགན་འཛིན་ལས་འཕར་རེད། ཁོ་རང་ཚོ་གསུམ་རེད་བ་དབང་ཆ་ཁོ་ཚོ་གསུམ་ལ་ཡོད་རེད་བ། སྤྱི་འཐུས་ལྷན་ཚོགས་ཀྱི་སུ་གི་གདམ་གྱི་སྤྲད་ན་སྤྲད་བཞེད་ན་བསྐུར་ན་བསྐུར། བཀོད་བསྐོས་པའི་ཕོགས་ཆུ་བཏང་པ་ཡིན་ན་བསམ་པ་རྣམ་དག་ལྷག་བསམ་རྣམ་དག་ལས་ཀ་བྱས་ནས་ཕོགས་ཆུ་བཏང་བ་རེད། ཁོས་དེ་འདྲ་བྱས་སོང་ཨ་ད་ལོའི་འུ་ཐུག་གི་འགན་འཛིན་དང་འགན་འཛིན་ལས་འཕར་གྱི་དངོས་གནས་ཧ་ལས་པ་འུ་ཐུག་ག་ལ་ཕྱག་ལས་ཡག་པོ་གནང་སོང་ཨ་དངོས་གནས་ཡིན་ན་ཡང་སྤྱི་བདེ་ལྷན་ཚོགས་ཀྱི་ཕོགས་ཆུ་བཏང་སོང་དངོས་གནས་འདི་དྲང་པོ་མ་རེད་ཁོ་རང་གི་ལྷག་བསམ་རྣམ་དག་ལས་ཀ་བྱས་སོང་ཨ་འདི་འདྲའི་ཆེད་བཟོས་ནས་འགྲོ་དགོས་རེད་པ་དངོས་གནས་ད་ནས་ཞུ་གི་ཡོད་ད་ལྟ་ཡོད་མ་རེད་ད་ག་གཞན་ནས

ད་མི་དགེ་བའི་ལས་མང་པོ་ཞིག་བསགས་ཡོད། ཁྲིམས་དགེ་ཡོད་རེད། དེ་མ་རེད་བ། མི་གཅིག་གིས་གཉིས་ཀྱིས་ནུས་འཁྲུལ་བྱས་པ་ན་ནུས་འཁྲུལ་བྱེད་མཁན་དེ་ལ་ཡང་ཉེས་པ་བཏང་དགོས་མ་གཏོགས་མི་ཚང་མ་ལ་ཉེས་པ་བཏང་ཡོད་མ་རེད་བ། འདི་ནོར་བ་རེད་བ།

བཟོད་པ། དངོས་གནས་སེམས་ཤུགས་ཆག་པའི་རྐྱེན་མེད། ང་རྒྱ་རོམ་གྱི་བཀའ་དྲིན་གྱི་འོག་ལ་ཡ་མཚར་ལོངས་སྤྱོད་ཀྱི་མི་ཞིག་ཡིན། རྒྱ་རོམ་གྱི་བཀའ་དྲིན་ཆེན་པོ་ཡིན་པ་ངས་དུས་ནམ་ཡང་བརྗེད་གི་མ་རེད། ང་རྒྱ་རོམ་གྱི་རྡུལ་ཤུན་ནས་སྐྱེས་པའི་མི་རིགས་གཅིག་རེད་མི་རིགས་གཅིག་ཡིན་པའི་ཆ་ནས་ལས་ཀ་བྱེད་ཡ་དེ་ངས་དུས་ནམ་ཡང་བརྗེད་གི་མ་རེད། སྤྱི་ཚོགས་ལ་སྐད་ཡིག་ཤེས་ཡ་ཡིན་ན་རེད་མི་གཞན་དག་ལ་ལས་ཀ་བྱེད་ཕན་ཐོག་ཡ་ལས་ཀ་བྱེད་ཡ་ཕན་ཐོག་ངས་དུས་ནམ་ཡང་བརྗེད་གི་མ་རེད། ང་བོད་པ་ཞིག་ཡིན་བསམ་པ་ངས་དུས་ནམ་ཡང་བརྗེད་གི་མ་རེད་ང་མ་ཤི་བར་དུ་བདེན་བྱ་བདེན་བྱེད་འཕྲོག་ན་འཕྲོག་འདི་ང་བློ་ཕམ་སྤུ་ཙམ་ཞིག་མེད་འགྱོད་པ་སྤུ་ཙམ་ཞིག་མེད་ཟེར་ཞུས་སོང་བ། གཙོ་བོ་ང་རང་སྐུ་རླུང་འདི་འདི་རེད་ང་རང་གྲོགས་པོ་སྟོན་ཟླ་ལ་མེད། ང་ནི་བོད་སྤྱི་པ་ལ་བསམ་བཏང་བྱས། ང་ཚོ་བོད་རིགས་སྤུན་ཟླ་ཡོངས་ལ་ཡང་བསམ་བཏང་བྱས། རྒྱ་གར་རུ་ཅོ་དགོངས་པ་འདི་རེད་བ། བོད་ཆོལ་ཁ་གསུམ་སྐྱིད་ན་སྐྱིད་མཉམ་སྡུག་ན་སྡུག་མཉམ། ཨ་ཟ་ན་ཟ་མཉམ་ཐུག་ན་ཐུག་མཉམ་ཁ་གཏད་དུ་གནས་མ་ཐུབ་བ། སྤུན་ཟླ་ལྟར་གཅིག་གཏད་དུ་གནས་ཡག་གི་རྒྱ་གར་རུ་ཅོ་དགོངས་པ་འདི་རེད་བ། འདི་གང་ལ་འགྲོ་ཡག་གི་ཤུགས་རྒྱབ་དགོས་རེད། བཟོ་བ། ཏིན་ཏི་ག་ལ་དང། དངོས་གནས་ད་ནས་ཟེར་ན་སྤྱི་འཐུས་ལྷན་ཚོགས་ནང་ལ་མི་བཞི་བཞི་ཞེ་ལྔ་ཡོད་རེད། ངས་སྐབས་བཅོ་ལྔ་བཅུ་དྲུག་བཅུ་བདུན་ལ་ཡོད་དང་འདི་ངན་ལ་ང་དོ་སྣང་མེད། བཅོ་ལྔ་བཅུ་དྲུག་བཅུ་བདུན་འདི་བོད་མི་མང་གི་སྤྱི་འཐུས་བཞི་བཞི་ཞེ་ལྔ་ནང་ལ། ཆོས་ཆོས་སྤྱི་འཐུས་བཅུ་པོ་འདི་གི་རྣམ་པར་དབྱིངས་ཆེ། སྤྱི་འཐུས་སུམ་ཅུ་སོ་ལྔ་ཚང་མ་རྣམ་པར་དབྱིངས་བཅུ་ཆེ། ཨ་ཨ་ནི་སུམ་ཅུ་སོ་ལྔ་ཡང་ཐོམས།

སྤྱི་འཐུས་ལྷན་ཚོགས་ནང་ལ་དེ་དང་དེ་བཞིན་ཆགས་ཀྱི་ཡོད་རེད། ཕྱི་ལོགས་ལ་ཡང་མི་མང་རྣམ་པ་ཚོ་དར་ཁ་ར་འཕྲོག་གི་ཡོད་རེད། དེ་ཡིན་དུས་ཀ་ལ་ང་ཚོ་རྡོག་རྩ་གཅིག་སྒྲིལ་མཐུན་སྒྲིལ་གྱི་ཐོག་ནས་ལས་དོན་མ་སྒྲུབ་ཡ་རྒྱུ་མཚན་འདི་རེད། ཆོས་བརྒྱུད་སྤྱི་འཐུས་གཅིག་པོ་དེ་གི་རྣམ་པར་གཡེང་བཅུག་ཐོས་སྤྱི་འཐུས་གྲོགས་ཚོ་ན་རྣམ་པར་གཡེང་བྱས་མགོ་སྐོར་ཐེབས་བྱས་མགོ་སྐོར་འོག་ལ་ལས་ཀ་བྱས་བོད་སྤྱི་པ་གི་ལས་ཀ་མ་སྒྲུབ་དེ་ནི། མི་དམངས་ནང་ཁུལ་ལ་ཐུགས་ཀླད་གཏོང་དེ་ཚོ་མི་དམངས་ནང་ཁུལ་ཁྲོད་དེ་མི་དམངས་ཀྱིས་ད་ཆོ་ག་གསུམ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་མཐུན་སྒྲིལ་གྱི་སྒོ་ནས་བོད་ཀྱི་བདེན་མཐའ་སེལ་ཡ་གྱི་ལས་ཀ་ལ་ཡ་དོན་དག་མ་སྒྲུབ་ཡ་དེ་དོན་དག་འདི་རེད། གཙོ་བོ་དེ་རྣམ་པར་གཡེང་བཅུག་མཁན་མགོ་སྐོར་བཏང་མཁན་ཟེར་དེ་ག་ལ་ལང་ཀ་ནོར་བ་ལ་འཁྲིད་མཁན་ཟེར་མཁན་དེ་ད་ལྟ་ཆོས་རྒྱུད་བཅུ་དྲུག་བཅུ་པོ་དེ་ཆགས་ཡོད་རེད་འདི་ཆོས་རྒྱུད་ཁག་གི་བླ་ཆེན་རྣམ་པ་གི་དགོངས་པ་བཞེས་ན་བཞེས་ཀྱི་ཡོད་མ་རེད

གང་ལ་གང་འཚམས་ཀྱི་རྟགས་རེད། ཁམས་ཚན་ནང་ལ་དཔེ་ཆ་བ་འདི་སྐབས་ལ་དཔེ་ཆ་བ་ང་གཅིག་པུ་རེད། ཧང་ས། འཛིན་གྲྭ་ནང་ལ་དཔེ་ཆ་ལྟ་མཁན་གྲངས་རེད། བརྒྱ་ཐམ་པ་དྲན་གོ་ལ་མ་གླས་ནས་སྟོང་ཐམ་པའི་དྲན་ཤུགས་མ་གླས་ཚེ་ངས་ཚོགས་ཆོས་ར་མང་པོ་འགྲིམས་ཚར་རེད་ངས་དབུ་མ་སེམས་ཅན་གསུམ་པ་ཞི་བའི་བ་ལྟ་ཡིན་ལགས་སོ། ཡིན་ན་སེམས་ཁྲལ་ཆེ་ཤོས་དེ་ང་དགེ་བཤེས་ལྷ་རམས་པ་བཏང་ཡག་ལ་སེམས་ཁྲལ་ཆེ་ཤོས་ཡིན། གྲྭ་ཚང་ནང་རིག་རིག་ཆུང་ལངས་ཚང་ཅིག་ལངས་མཁན་གྲངས་ཅིག་ཡིན་ལོ་རིམ་དང་པོ། བྲིས་ན་སེར་སྨད་བྲིས་ན་ཧ་གོ་རེད།

དོན་དང་ལྡན་པ་ཞིག་ཡོང་ཡ་ཁྲིམས་ཐག་གཅོད་དོན་དང་ལྡན་པ་ཡོང་ཡ་ཆེ་ལྕམ་རྒྱུ་ན་རོ་ན་དངོས་གནས་ད་ནས་ད་ལྟ་དངོས་གཞི་ཡི་འོས་ཤོག་གྲངས་བཤེར་དེ་གྲངས་བཤེར་ཚད་དང་ལྡན་པ་ཆགས་ཀྱི་ཡོད་མ་རེད་འདི་རིགས་པས་བསམ་བློ་བཏང་ན་ཡིན་ན་རེད་དངོས་ཡོད་ཀྱི་གནས་ཚུལ་བསམ་བློ་བཏང་པ་ཡིན་ན་རེད་ཁྲིམས་ཀྱི་དབང་གིས་བསམ་བློ་བཏང་པ་ཡིན་ན་རེད་ག་བ་ཡིན་ན་གྲངས་བཤེར་དེ་གྲངས་བཤེར་ཚད་དང་ལྡན་པ་ཆགས་ཀྱི་ཡོད་མ་རེད་འདི་ལ་རྣམ་པ་ཚོ་དགོངས་པ་རྒྱ་ཆེན་པོ་བཞེས་རྗེས་དངོས་གནས་གྲངས་བཤེར་བཀག་དགོས་ཡ་དེ་གལ་ཆེན་པོ་རེད་དངོས་གནས་ད་ནས།

མི་གསུམ་སྟོང་ལྷག་ཙམ་རེད། འདི་ནས་འཕགས་པ་ཞིང་ག་ས་ཡང་ལ་ཞུ་བདེ་བ་གི་ད་ཆོས་ཁ་གི་གླུ་ཡ་ར་ཡ་ད་ཆོས་ཆོས་གོའི་གླུ་ཡ་ར་ཡ་མ་རེད་ཁོང་རྣམ་པ་ཚོ་གི་སྤུ་གུ་ཆེ་ད་དངོས་གནས་ཕ་མ་གི་སྤུ་གུ་ལ་བྱམས་སྐྱོང་གནང་པ་ན་ཞིག་གི་ཁྲིམས་འདི་དངོས་གནས་དྲང་པོ་དྲང་བཞག་བྱེད་སུ་ནོར་ཡོད་ན་འདི་ལ་ཡ་ད་དངོས་གནས་སྐ་ཆ་བཏང་དགོས་ཡ་ད་དངོས་གནས་བྱེད་ན་སྔོན་དུ་ཞུ་བ་ན་རེ་འོས་ཤིག།

བློ་ཕམ་སྤུ་ཙམ་གྱིས་མི་ཐ་སེམས་ཤུགས་སྤུ་ཙམ་གྱིས་ཆགས་ཀྱི་མེད་ང་ཐོག་ན་སྤྲོ་སེམས་ཤུགས་སྤུ་ཙམ་ཆགས་ཡ་མེད་རྒྱ་རོམ་གྱིས་ང་ག་ཚོད་ག་བྱས་ན་རྒྱ་རོམ་གྱིས་བཀའ་དྲིན་ཆེན་པོ་ངས་མ་བྱས་པ་ཆེ་གི་རེད་ང་བོད་མི་གཅིག་ཡིན་པ་ངས་མ་བྱས་པ་ཆེ་གི་རེད་ར་ང་རྒྱ་རོམ་གཅིག་གི་སྡུག་ཤིང་ནས་སྐྱེས་པའི་མི་རིགས་གཅིག་ཡིན་པ་ངས་མ་བྱས་པ་ཆེ་གི་རེད་བོད་ནང་གི་གཞིས་ལུས་མི་མང་གི་དྲན་ཚ་བ་ཞིག་ཡིན་པའི་ཡིན་པ་དེ་ངས་མ་བྱས་པ་ཆེ་གི་རེད་འདི་མ་བྱས་པ་ཆེ་ན་ངས་ལས་ཀ་བྱེད་ཡ་དེ་བོད་སྤྱི་པ་ལ།